དེ་གི་ད་པ་ཟེ་གི་འདུག་ཅོ་ཏི་ང་ཆ་བོ་ཁུ་རོ་ཡོ་ནི་གཞན་པ་ཐམས་ཅད་ད་མི་ནི་གི་མི་ཟི་མ་རེད་འཛམ་གླང་གི་ས་ཆ་ལོང་བ་གང་དང་གང་ཡིན་ན་ཆོས་ལུགས་མ་ང་ཡོ་ནི་རེད་ད་པ་སྣ་ཚོགས་ཡོ་ནི་རེད་ར། དེ་ཟི་གི་ད་པ་ཟེ་གི་འདུག་ཅི་ཏི་ཆི་ཟི་རེད་ཟི་ན་སོ་སོའི་གང་ལ་ད་པ་བཤད་སི་ཡིར་ཏི། ཙི་གི་ཟི་གི་ས་བོ་ཟི་མུ་ཟི་འཇི་ཏི་ཧོ་མི་གི་ཀ་ཆེན་པོ་ཟི་རེད། ད་ག་ཆེ་བར་མ། ད་སྙིང་ཁ་ཆེན་པོ་ཟིན་རེད། ད་ག་སོ་སོ་རྐང་ལག་དད་པའི་དད་པ་དེ་སོ་སོའི་མྱི་ཚེ་འདི་བླང་དོར་འཇུག་ལྡོག་གི་ཐོག་ནས་བླ་མའི་དཔའ་གཟིགས་ཧ་ར་འཆི་ད་ཐུབ་ལྟ་རྒྱུ། ད་ཤིན་ཏུ་ག་ཆེན་པོ་རེད། ད་རིའི་སོང་ཟིག་གི་ད་དད་པ་དད་པ་ཟིན་རང་མྱི་ཚེ་དད་པ་ཡིན་ནམ་དད་དུ་ནོར་མ་ཡང་སྙིང་བཅུད་འཆི་ཟིག་ག་དད་པ་ཡི་གི་ཡོད་ཟིན་ན། མཆོད་ཁང་ནང་གི་གསེར་སྐུ་ད་དེ་འཕྲོ། སྐབས་གཟུགས་དང་གསུང་རབ་ཙམ་སེམས་ནང་ཤར་ན། ལྟར་ན་དར་སྔ་ལོ་ངོ་སྟོང་ཚོ་གཉིས་དང་ལྔ་བརྒྱ་ལྷག་ཙམ་འགོར་བ་མ་རེད་དམ་གོ་རྒྱུ་མེད་ག་ལོ་སྟོང་གཉིས་དང་ལྔ་བརྒྱ་ལྷག་ཙམ་འགོར་བ་མ་རེད། ད་རེའི་སྲོང་བཙུགས་ཀྱི་ད་འདིའི་ད་བབས་བྱེད་སའི་ཆོས་ལུགས་འདི་འཇིག་རྟེན་ཁམས་ནས་ཐང་དང་བོ་འབྲི་མེད་ཀྱི་ཆོས་ལུགས་གཟགས་གསར་གཏོད་ཡོང་མཁན་གྱི་རྒྱལ་སྲིད་དེ་ང་ཚོ་ནང་བཞིན་གྱི་མྱི་རྣམ་པ་ཡིན་ན་འཇིག་རྟེན་ཁམས་པར་ཤུལ་མྱོང་གནས་གྱི་རྒྱ་གར་གྱི་རྒྱལ་སྲིད་ཟེར་རེད་ར། རྒྱལ་སྲིད་དེའི་མཚན་ནི་ཤེག་ཆ་ཐུབ་པ་ཟེར་བ་རེད།

རྒྱལ་རོང་ཟི་ཀི་ཧྲི་རི་རྒྱལ་ཧྲི་ལ་ལོངས་ཤུ་དོ་མངའ་ཐང་ད་ཐམས་ཅད་པོ་འཛོམ་ས་གི་འདི་མིག་རིམ་ཡ་ཟི་རེད་དེ་ནས་རྒྱལ་ཧྲི་ཡ་ར་རིམ་གྱིས་ལག་ཆགས་ནི་ལོངས་ཤུ་ཕུན་སུམ་ཚོགས་གཞན་པ་ཐམས་ཅད་ཀྱི་ལོངས་ཤུ་ཡི་མི་ཐུབ་ནས་འདི་མིག་གི་འཇིག་རྟེན་གྱི་ཕུན་ཚོགས་མ་ང་གི་གི་ནང་ནས་ཡ་ར་ཁོང་རིམ་གྱིས་ལག་ཆགས་འདི་རེད་དེ་ནས་ཁོང་ལྷན་སྐྱེས་ཀྱི་ཤེས་རབ་མེ་ལྟར་འབར། དངོས་གནས་དྲང་གནས་ཀྱི་ལྷན་སྐྱེས་ཀྱི་ཡོན་ཏན་གཞན་དང་མི་མཚུངས་བ་དེ་མི་ཟི་ཡིན་པ་དག་བཤད་མ་དགོས་བ་རེད་ར། ད་ནི་ཡེས་ར་རིམ་པའི་ཁོང་གླགས་ཆགས་ནི་ད་ཁོང་ཕོབ་གྲངས་ཀྱི་ནང་ནས་དུད་འགྲིག་གི་ད་ཕུན་སུམ་ཚོགས་པའི་མཐུན་རྐྱེན་གྱི་ནང་ནས་འཇིག་རྟེན་གྱི་ཐོག་ཀ་ངར་ཟས་ཀྱི་བཟོ་ལོ་ད་འཇིག་རྟེན་གྱི་ཐོག་ཀ་སྐར་རྡུལ་ཟས་ཀྱི་བཟོ་ལོ་ཕར་ཆེར་ད་དངོས་སུ་དགུང་ལོ་ཆུང་ཆུང་ཡིན་མདོག་གཟུགས་མམ་ཡོང་བ་ལྟ་བུ་རེད། ད་ནི་ཡེས་ར་རིམ་པའི་གླགས་ཆགས་ནི་ཕོབ་གྲངས་ཀྱི་ཕྱི་རོལ་ཡོ་སོང་ནི་ཕོབ་གྲངས་ཀྱི་ཕྱི་རོལ་གྱི་འཇིག་རྟེན་ནག་ཞིག་བལྟས་ནི་རེད། ཕྱི་རོལ་གྱི་འཇིག་རྟེན་ནག་ཞིག་བལྟས་དུས་ལམ་ནང་ནས་ནད་པ་ཉམ་ཐག་ཤིན་ཏུ་སྐྱོ་བོ་ལུས་ཟུངས་ཟད། ད་སྨན་བསྟེན་དགོས་ན་ཧར་ཅིར་སྨན་གྱི་སྟེང་ནས་བཅོས་ཐབས་མེད་ནི་ནད་པ་ཉམ་ཐག་བསྟེན་པའི་རིགས་ནི་རེད། ད་གི་འདི་ཕྱི་ཟས་ཡིན་རེད་ཟེར་དུས་འདི་ནད་པ་ཟས་ཀྱི་འདུག་རྒྱུ་རེད་ཟེར་ད་གི་བསམ་བློ་དུ་བཏང་དུས་ནད་ཀྱི་རིགས་སྣ་ཚོགས་དུ་འདི་རིགས་གདོང་ནས་ཡོང་དགོས་འདུག་ཡང་ན་འདིའི་ནད་དུ་འདི་ཐམས་ཅད་ཀྱི་ཐོག་བྱུང་ནས་ཁོང་དང་ཁོང་ལྟ་བུ་ལོངས་སྤྱོད་ལྡེམ་མཁན་གྱི་ཐོག་མི་བྱུང་རྒྱུ་ཟེར་ཨི་རེད་ཟེར་ནས་བསམ་བློ་བཏང་དུས་འདི་ཆོས་ནི་མ་རེད་ཟེར། གཟི་བརྗིད་ཀྱི་གཉེར་བར་ལེན་པའི་ཕུང་བོ་སྡུག་བདེན་གྱི་ཕུང་བོ་འདི་ཡོད་ཚར་ཕྱིན། ནད་ཟས་ཀྱི་བདག། མི་འདོད་པའི་རྐྱེན་འདི་ཐམས་ཅད་ཀྱི་ཐོག་འམ་འབྱུང་སྲིད་པ་རེད། དེ་རང་བདེ་ཐང་ཡིན་ན་སང་ཉིན་འདི་ལྟ་བུའི་ནད་ངན་པ་གང་འབྱུང་སྲིད་པ་རེད། དེའི་ཆོས་ཉིད་དུ་གང་གི་དེ་རིང་མཐོང་ནི་རེད། དེ་ནས་ཧ་ར་སོང་དུས་ན། ད་ཡང་ཏི་ཕྲུག་གི་ནང་སོང་ནི་སེམས་ཅན་མྱི་ལུས་བརྩམས་ནི་འདབ་ཞབས་རྒྱུན་ལ་སོགས་དབྱེ་བགོ་ནས་ཏི་ཕྲུག་གི་ནང་མྱི་ཤི་བའི་གནས་ཚུལ་མཐོང་ནི་རེད་ཁོང་གི་ཏི་གི་ཁང་གི་བསམ་བློ་བཟོ་སྟངས་འདུག་ད་ཁོང་ད་ལྟ་དགུང་ལོ་ཆུང་བ་ལང་ཚོ་གི་སྟོབས་དར་བ། ད་དགོན་ནས་ཤི་ཟེར་གྱི་འདུག་ཀྱོ་ད་རུང་ཐག་རིང་ཐག་རིང་ན་ཡོད་ནི་ཟི་རེད་ད། འདི་དང་འདི་ལྟ་བུ་ཡི་ཤིན་ཏུ་སྐྱིའི་ལུས་ཕུང་འདི་ནམ་ཉི་མ་ཟིག་རྩབ་ཞྭ་འཁོར་ལོ་ཡི་ཞབས་བཞིན་གྱི་ནི་འདྲ་གང་ལྟར། འདི་འདྲིས་གི་ད་འཆི་བ་ཟེར་གི་འདུག་ཀྱོ་སྟོབས་མྱི་ཐམས་ཅད་པོ་གཟིར་ས་མི་འགྱུར་གྱི་མྱི་གཡུལ་ཚུལ་པོ་འགྲོ་དགོས་ས་གི་ལམ། དུ་ཡིན་པ་ཁོང་གི་བསམ་བློ་བཏང་བ་རེད་ད་ནི་ཁོང་གི་རིམ་པའི་བསམ་བློ་སུ་བཏང་འདུག་ཡ། ད་ལྟའི་མི་སྐལ་བ་ལོངས་སྤྱོད་འདི་མི་སྒ་རོར་ནི་ད་རྒྱ་རུ་ང་ཐང་འདི་མི་རོར་གི་ཡོད་ན་ཡང། ནལ་ཟས་ཀྱི་སྒ་ཐམས་ཅད་ཀི་ཐོག་ག་ཡོང་ངི་ཡོད་ལྡོག་ཀྱི་མེད་ཀྱི་ཟེར་བ་གི་འཆི་བ་གཟེངས་རིགས་ཀྱི་སྒ་ཡང་ཐམས་ཅད་ཀི་ཐོག་ག་ཡོང་རྒྱུ་འདི་མི་གི་ལྡོག་ཏུ་མེད་པའི་ནི་སྟངས་ཟེར་བ་གི། དེ་ཡི་སོང་དུས་ད་ལྟའི་བདེ་བ་འདི་ཙམ་ལ་ཆགས་ནི་བདེ་བདེ་ཙི་གི་འདི་དངོས་གནས་དྲང་གནས་ཀི་སྐུག་པའི་ཞིག་རྒྱུ་དྲེས་བསམ་གི་རེད་འདི་ཙམ་ལ་ཆགས་ནི་བདེ་ནི། ནམ་ཉི་མ་ཟིག་ནད་འདི་མི་འཇིགས་སྲིད་རུང་བ་ཟིག་ཟིན། དེ་ནས་དེའི་རྐྱེན་གྱི་འཆི་སྒོ་ནས་ཉིན་སྐར་ད་ལྟའི་ལོངས་སྤྱོད་འདི་དག་ཐམས་ཅད་ཀྱི་བཀའ་གས་སུ་མི་ཕན་གི་དུ་ཐི་ག་དགོངས་ནི་རེད། དུ་ཐི་ག་དགོངས་ནི་དེ་ནས་རིམ་གྱིས་བསམ་བློ་བཏང་དུས་ད་ཉི་ཚེ་འདི་གམ་འཕྲལ་གྱི་ལོངས་སྤྱོད་དམ་འཕྲལ་གྱི་ཕུན་ཚོགས་ཙམ་གྱིས་བདེ་སྐྱིད་ཀྱི་གནད་དོན་དུ་རྩ་བ་ཉིད་ནས་ཐག་གཅོད་ཀྱི་མེད་པའི་གནས་ཚུལ་དུ་ཁོང་ལུགས་ཀྱི་མཁྱེན་རྟོགས་གསལ་བོར་བྱུང། དེ་ལ་ཡང་དང་ཡང་དུ་ཐུགས་བསམ་བཞེས་ནི་ད་ནི་ད་ཁོང་གི་སེམས་ཐག་ཆེན་པོ་ཟིག་བཅད་ནི་རེད། སེམས་རྟོག་ཅི་ཟིག་ཅན་རེད་ཟེར་ན། ད་ཁོང་རྒྱ་རུ་རྒྱ་ཧྲི་འདི་ནས་འདུག་རྒྱུ་མིན་ཟེར་ནི་རེད། རྒྱ་རུ་རྒྱ་ཧྲི་འདི་ནི་འཇིག་རྟེན་གྱི་ལོངས་ཤུགས་ཀྱི་ཕུན་ཚོགས་ཙམ་ལ་གཡེང་ནས་འདི་རིང་བསྡད་ན། ནམ་ཞིག་འཆི་བ་འཆི་བའི་ཉི་མ་འཇུག་པར་གཏི་མུག་གོམས་རྒྱུ་ཟིག་ཡོང་གི། དེ་བལྟས་ན་ད་ལྟ་ལང་ཚོ་དར་ནི་དང་ཁམས་དབང་བོ་སྐྱེ་མཆེད་ཐམས་ཅད་པོ་ནར་སོན་པའི་གནས་སྐབས་འདི་ལ། ད་གཏན་གྱི་བདེ་སྐྱིད་འཚོ་རིའི་ལམ་དེ་ཁོང་གཞིག་རྒྱུ་ཡིན་ཟེར་ནི་རེད། དེ་ཡི་ཕྱིར་མོ་ཡིན་ན་ཡང་ད་ཁོང་རྒྱ་རུའི་ཕྱི་རེད་དེ་ཡིན་ན་རབ་ཏུ་བྱུང་བ་འཇོག་རྒྱུ་ཏུ་རྒྱལ་ཁབ་ཀྱི་ཁེ་ལས་ནི་མ་རེད་རྒྱ་རུའི་ཡབ་ཀྱི་ཁེ་ལས་ནི་མ་ད་ཐམས་ཅད་ཀྱི་རྒྱ་ཞིག་ཡ་ར་ལག་ཆགས་ན་ད་རྒྱ་རུ་རྒྱལ་ཁབ་ཏུ་བཟུང་ན་རྒྱལ་ཁབ་བརྟན་པོ་མ་ཐང་ལོངས་ཤོད་ལྟར་རྒྱུ་དེ་རེད་ལབ་ཀྱང་འགྲོ། དེ་ནས་ཁོང་རིགས་ནི་མོ་མཚན་འཛིན་ག་ནི་སུས་ཀྱང་མི་ཁོ་ར་ཡིན་ནམ་མཚན་ན་དེ་རིགས་བཀྲུས་སོང་ན་ད་ནགས་ཁྲོད་དབེན་པའི་ནང་དེ་རིགས་བཀྲུས་ནས་སོང་ནི་རེད།

དེ་ཡིན་ནི་ལོ་དྲུག་སྐལ་བ་བསྐྱལ་ནི་ད་ཁྱེད་འདྲ་མ་སོང་ལགས་ཞིག་དུས་དུས་ཕྱི་ནང་ན་ཁོང་རིགས་ཀྱི་སྣང་བརྙན་ཤར་གི་ནོ། ཁོང་རིགས་ཧ་ལས་གི་འདུག་ཅེས་གདོང་གཏུམ་ཙམ་འདྲི་འདྲི་ཟེར། ཡིན་ནི་འདི་མིག་གི་སྐལ་བ་ཆེན་པོ་བསྐྱལ་ནི་རེད། ཡིན་ན་ཡང་དེ་ལྟ་བུའི་སྐལ་བ་བསྐྱལ་ན་ཡང་ཁོང་གི་དོན་དང་ཉེ་རིང་བཞི་བའི་འབྲེལ་བ། ཐར་བ་ཟིག་དམིགས་བརྒྱུད་དུ་ཁོང་གི་གང་ལྟར་མ་ཐོབ་པ་རེ་ད་རུང། དེ་ནས་རིམ་གྱིས་བསམ་བློ་གཟུབ་སྟངས་དུས་ད་ལུས་ལ་གདུང་བ་ཕྱིས་ན་ལུས་ལ་སྐབས་ལས་རྒྱབ་ན་གི་གནས་སྐབས་ཙམ་མ་ཉོན་མོངས་མངོན་གྱུར་བ་གི་མགོ་གནོན་གི་ཡོད་པ་དུམ་ཉུང་ཡིད་ཁྲིད་པ་རེ་ར་མི་རྟག་གི་གཞུང་ལུགས་ལྟར་ཐམས་ཅད་པོའི་གནས་ལུགས་མེད་པ་མ་རེད། ཤི་རོ་རི་བའི་བན་ཁྲི་དང་དེ་དག་གི་གསུང་སྟངས་ཡང་རྩ་བ་ཉིད་ནས་གནས་ལུགས་མེད་པ་ཡིན་ནི་མ་རེད། འོན་ཀྱང་ལུས་ལ་དཀའ་ཐུབ་འདི་རིགས་ནི་ཇི་ཙམ་སྐྱེས་ནས་སེམས་ཀྱི་ཉོན་མོངས་ཆུང་རུ་སོང་ན་ཡང་ཡང་ནམ་གཞིག་ལུས་ཕྱི་སུ་ནས་ཡོང་དུས་ཡང་ཉོན་མོངས་དེ་དག་སླར་སྐྱེ་བའི་ཆུ་རྐྱེན་དུ་གྲུབ་བསྡད་ཡོད་པ། དེ་རིགས་སོང་དུས་སེམས་ཀྱི་སྟེང་གི། སྟེང་སྐྱེས་དགེ་བ་ཟེར་གྱི་དེ་ལུས་ཨ་སྡུག་ཧི་ནི་གི་ཐོབ་རྒྱུ་ཟི་མ་རེད་བསམ་རྒྱུ་དེ་ཡང་ཁོང་གི་རྙེད་པའི་ངེས་རྟོགས་ཤིག་རེད་ར། དེ་ནས་རིམ་པས་རིམ་པས་ཡང་བསྐྱར་བསམ་བློ་བཏང་ཕྱིར་འོང་དུས། སྡུག་བསྔལ་མཛད་ཀྱི་འདུག་སྟེ་ཐམས་ཅད་པུས་རྩ་བ་དང་སེམས་མ་བཞི་བ་སེམས་རབ་ཏུ་འཁྲིགས་ནས་སེམས་ཀྱི་སྟེང་གི་ཤེས་པ་ཉོན་མོངས་འདོད་ཆགས་བཞིར་དང་སེམས་ཀྱི་འགྱུར་ལྡོག་འབྱུང་བསྐྱེད་ཀྱི་སེམས་ཀྱི་སྟེང་གི་འདུ་ཤེས་འདི་དག་སྡུག་བསྔལ་ཐམས་ཅད་ཀྱི་རྩ་བ་ཡིན་པ་དག་གོང་རིག་མཁྱེན་རྟོགས་བྱུང། དེའི་ཐམས་ཅད་ཀྱི་རྩ་བ་འདུ་ཤེས་འདི་དག་ཕྱི་རོལ་ལ་རབ་ཏུ་རྒོལ་པའི་ཁྲོ་བོའི་སེམས་འདི་དག་གི་རྩ་བ་ཆེ་ཟེར་ཐེག་སོང་གི་གཏུབ་རྫས་འདུག། འདི་དག་ཐམས་ཅད་ངོ་བོའི་གནས་ལུགས་མ་མཐོང་བའི་རྨོངས་བ་ཞིག་ལ་ཐུག་འདི་ཡོད་ཀི་བསམ་ན་ད་ལྟའི་གི་ངོས་འཛིན་གྱི་ཐོག་ནས། ངོ་བོ་ཉིད་ལུགས་ཡང་དག་པར་མཁྱེན་པའི་ཤེས་རབ་དེ་བགྲོད་ལམ་དུ་བསྒོམས་ནས་ད་ནི་ཁོང་རིག་གི་རྟིའི་ཉམས་ལེན་དེ་ལ་བརྟེན་ནས་དགུང་ལོ་སུམ་ཅུ་སོ་གཉིས་ཐོག་རྒྱ་གར་རྡོ་རྗེ་གདན་ནས་མངོན་པར་རྫོགས་པར་སངས་རྒྱས་པ་རེད། ད་དུ་རགས་རིམ་གྱི་ཕར་ཆེར་གོ་རྒྱུ་མེད་གི་བསམ་འདུག་གི་ངོ་བལྟས་ན། ང་ཚོའི་རྟ་བབས་བཤད་ས་གི་ཆོས་ལུགས་འདིའི་གི་ཐོག་མའི་སྟོན་པ། སྟོན་པ་ཤཱཀྱ་ཐུབ་པ་གཟིགས་འདུག་བརྗོད་དུ། ལྷ། འདྲེ། འདི། འདི་མི་གཟིགས་ཀི་ནམ་ཞིག་མ་རེད་ང་ཚོ་ནང་བཞིན་གཉིས་སྣོན་པ་ཡིན་འཛམ་བུ་གླང་གི་སྟེང་ལ་ཤོད་མྱོང་བའི་ལོ་རྒྱུས་ཀི་མི་རྣམས་ཟེར་ཏི་ཁ་གོ་ག། དེ་རིང་ཁྱེད་རང་དགུང་ལོ་སུམ་ཅུ་སོར་ལྔའི་བར་དུ་ཁོང་རིགས་ཀི་ཀྱག་ཀྱོག་གི་ཁུག་པ་མང་གཟི་བརྗིད་ཁྱེད་རང་རྣམས་མཐར། སེམས་ཀྱི་དེ་ཉིད་མཐོང་ནས་སེམས་ཀྱི་དེ་ཉིད་ཡང་དག་པར་མཐོང་བའི་ཤེས་རབ་ལ་བརྟེན་ནས་དུ་སྒོམ་བྱུང་གི་ཐབས་ཀྱིས་ཉམས་སུ་བླངས་ནས་དགུང་ལོ་སུམ་ཅུ་སོར་ལྔའི་ཐོག་ཁ། མངོན་པར་རྫོགས་པ་སངས་རྒྱས་མི་ལས་ཏེ་སངས་རྒྱས་ས་བོ་ད་ལྟ་རྒྱ་གར་རྡོ་རྗེ་གདན་ཟེར་ན་ངེད་ཅག་གི་ད་འདྲི་ནང་འཇོག་མྱོང་ནི་ཡོད་ནི་རེད་ཡང་ན་འཇོག་མམ་མྱོང་ནི་གམ་འཕྱུར་རྟེན་ཤིན་ཏུ་ཆེན་པོ་བཟོས་ས་རྡོ་རྗེ་གདན་གྱི་འཕྱུར་རྟེན་ཟེར་གྱི་འདུག་རྒྱུ་སོ་དེའི་དྲུང་ན་བྱང་ཆུབ་ཀྱི་ཤང་ཟེར་གྱི་འདུག་རྒྱུ་སོ་དེའི་ས་ནི་མངོན་པར་རྫོགས་པ་སངས་རྒྱས་མི་ལས་མངོན་པར་རྫོགས་པ་སངས་རྒྱས་ཡིག་འཛིན་གཟིགས་ཀྱི་གསེར་ཁྲི་མཐོན་པོ་བཟི་རག་སོང་ནི་གདའ། སྦྱིན་བདག་མ་རག་སོང་ནས་དོན་དག་མ་རེད་གདོང་གིན་འཛུག་གི་རྩ་ནས་སེམས་ཀྱི་དེ་ཉིན་རྩེ་གཅིག་ཏུ་གཟུགས་ནས་དངོས་གནས་དྲང་གནས་ཀྱི་འཛམ་གླིང་གི་སྐྱེ་བོ་གཞན་གྱིས་མར་ཉན་པའི་ནང་གི་རྟོགས་པ་ཁྱད་པར་ཅན་ཉིད་ནི། དེ་ནས་མངོན་པར་རྫོགས་པ་སངས་རྒྱས་ཡིད་བཞིན་རེད། དེ་ནས་མངོན་པར་རྫོགས་པ་སངས་རྒྱས་ནི་ད་དགུང་ལོ་བརྒྱད་ཀྱི་ནང་བར་དུ། ད་བློ་བཞི་བཅུ་ནང་ཟི་ཁོམ་ཡོད་ནི་རེད་ར་བློ་བཞི་བཅུ་ནང་ཟི་གི་ཁྱེད་ཀྱི་ད་ལྟའི་གི་སྐྱེ་བོ་ཕ་རིའི་མི་ལོ་ལྟར་དུ་བརྩིས་ན་དགུང་ལོ་བཞི་བཅུ་ནང་ཟི་ག་ཐུན་མོང་སྣང་ཚོད་ད་ཁོང་འཛམ་གླིང་འདི་ནི་བཞུགས་ནི་རེད། དེའི་ལོ་ངོ་བཞི་བཅུ་ནང་བོད་རང་སངས་རྒྱས་ཀྱི་ཆོས་གསུངས་ནི་རེད། དེའི་ཆོས་གསུངས་རྗེས་ཆོས་གཟིགས་འདུག་རྒྱུ་དང་ཕྱི་གཟིགས་གསུངས་ནི་རེད་ཟེར་ན། སངས་རྒྱས་ཁོང་གི་ཡང་ཐང་དང་པོ་ང་ཡང་ཁྱི་ཆ་ནང་བཞིན་གི།